ངས་ཇིས་པི་ཡུལ་མི་ཀུན་ན་མ་སི་ཀར། ནམ་ངས་མན་གི་བ་དེ་སི་པེ་ར་ཏང་ང་ཞིག་དང་ངས་ཞེ་སི་ཀི་ལ་ངས་ཞེ་ནང་ཙང་སེ་ཐུས་མི་ཚུ་ལ་ཡོ་ང། ང་ཏང་ངས་སི་པེ་ར་ཆུ་ངུན་ཆུ་ངུན་གུན་ཀ་པོ། ཅིག་དང་གཅིག་གི་ཧྥི་ཡ་ཅི་ཏོང་ཞིག་ལབས་སྟེ་ཆ་ནོག་མི་ཚེ་ན་ང་ཉམས་མྱོང་བརྒྱ་ལ་དང་ཐུ་བ་མི་ཚེ་མ་ང་བུ་བཅས་སི་རྒྱུ་ཚན་རྒྱུ་ར་ནོག་ཨིན་ན་བོ་ཡིན་ནོག་མན་གི་བཱད། འདི་རིང། ཉིས་སྟོང་ཉི་ཤུ་སག་བཞི་གི January རྫི། སྟེང་རྒྱུད་ཀྱི་བཞག་ཡིན་ནོག་ཅེ། ངེད་རང་ཨང། ང་ཙོགས་ལ་བསམ་བློ་ས་ལེན་ཡོད་ད། བདག་ས་བཞག་ཁ་ཅིག་གིས་སྔོན་ལ། ཉིས་སྟོང་ཉི་ཤུ་སག་བཞི་འགོ་གཟུགས་སོང་སྟེན་པིན། January རྫ་སྒང་པོ་འབུད་རྐང་བཙོག་ཤིག། ཚོ་ར་མེ་རག། ཨིན་ན་བོ་ད། ཏུ་སེ། ཤུག་ཟེ་ར་ནོག། བཞག་ཁ་ཅི་གེས་སྔོན་ལ། སྤེ་ར་བཙོག། ཚོ་ར་རག། ནམ་ང་ད་ངེ། ཅིག་དང་ཅི་ག། བཀྲ་ཤིས་བདེ་ལེགས་དང་སྟེན་པིན། དེ་སྟེང་ནས། ང་ད་ངེ། ལོ་རིར་བརྩིས། མ་ཀར་སན་ཀ་རན་ཏིར་བརྩིས།

པར་ལི་མེ་ནི་འཛོམས་ར་སུང་ཤ་ཛ་ཏི་སྟེང་ནས་སྦ་ཇར་སེ་ཤ་ནང་སྒོ་ཟུག་སོང་ཡི་ཚང་མེས་ཀི་ལ་ཡང་ལ་སིར་བཞི་གང་སོང་ཀ་བའི་ཀ་ང་དང་ཚང་མ་ལ་མ་མང་པོ་ཧྲུངས་ཏི་ཡོད་པིན་ཨི་བོ་ཡིན་ནོག་པད་མ་རྫིང་སྟ་གའི་ཁབ་སྐྲག་རྒྱལ་ཁ་བའི་ལོ་མན་ཁ་ནས་ལ་སྐྱོན་ཡོད་ཁ་འགུན་ལ་ཁོང་དེ་ན་ང་ཐར་ཀི་ལུས་ཀ་འདང་མི་རིགས་སི་ཕྱོགས་ལ་ཁོ་ངའི་ཕྱག་ལྷར་བརྩི་བ་ཕུལ་ཏེ་ནོག་ད་ལོ། གཟེངས་རྟགས་ནམ་སྐལ་མགོན་ནས་འཕྲོ་བ་དེ་མི་དགུན་ཡོད་དེ་ནོག་ག་དགུན་ནས་ལ་སྐག་སུ་བསད་ན་ང་ཕྱག་ལྷ་སྒང་ཤ་མཛའ་བསྟན་སྤིན། ཁོ་ངའི་ལ་ཞོ་ཁ་ནས་ག་ནས་སུ་བཞི་གས་མི་ཚད་ན་ང་འགྱུར་བཞག་ཡོངས་དེ་ནོག་ཡུལ་སྐད་ལ་ཁྱེར་དེ་ནོག་ཡང་ན་ལྡ་ནས་ལ་ཞོ་ཁན་ཨན་ཚང་ཧི་རོ་སྒུན་ལ་བར་མེར་བརྩི་བ་ཕུལ་བྱེད་ཚེ་ཀ་ལ་བཙིར། དཀར་པོ་ལོ་ཁ་ཅིག་གིས་སྔོན་ལ་རྒྱལ་ཁ་བས་སྒོ་གཟུགས་བཅོས། ད་ལ་ནང་ཆད་མེད་ལ་བོར་ཏེ་ནོག། ཉེ་བཞག་ཚང་མ་ལ་བཞུ་བ་ཕུལ། ཁོང་དགུ་ནས་སྐོར་ལ་ཁོང་དགུན་ལ་ཞབས་གསོག་ལ་སྒང་དགུ་ནས་སྐོར་ལ་མགར་མེད་རྒྱུ་མཛད། ནང་ཚང་སེར་ནང་ང་ཁོང་ངས་སྐོར་ལ་སྤྲོ་བསྡུར་མཛད།

ཁ་ཟླན་ལྕོ་སྐམ་པོ་སྒྲུབ་བཅུག་ལྕེ་ཟིན་ནོག། ང་རྟ་རྔའི་རྒྱལ་ཁ་པོ། རྟ་རུའང་ཤུག་བྱ་ནག་མཉམ་པོ། རྒྱན་ལ་ཁེར་ལྕེ་ཟིན་ནོག། ངས་ལྕེས་བུ་ཡུལ་མི་ཀུན། རྟ་ལོ། སྒོ་གཟུགས་ལྕེ་བཏང་མཉམ་པོ། ཀོ་རོ་ནའི་རྒྱབ་སྒར་ལ། ང་རྟ་རྔའི་ལ་སིར། ཧ་ལམ་ཧ་ལམ་ལོ་གཅིག་སོང། ཀོ་རོ་ནའི་རྒྱབ་སྒར་ལ། རྒྱ་གར་རའི་ལ་སིར་ཧྲུལ་སྐམ་པོ་སྤེལ་བཞིན་ཡིན་ནོག། དེ་ན་ཙོགས་ལ། ང་རྟ་རྔའི

Made in India Vaccine འདི་རིང། རྒྱ་གར་རེ་རང་པོ་ཅཱ་ནེ་སྤེ་ཞིག་ད་ཏང་ནི་ནོག་པ། རྒྱ་གར་རེ་སྤ་ལེ་སྤེ་ཞིག་ཡིན་ནོག། ན་མོ་ཨེབ་སེ་ཀ་ཡུ་པི་ནེ་ཧི་མཱན་ཆུ་ཡ་དཱ་བའི་འདྲིས་ཏེ་འདུག Made in India Vaccine ནི་མི་ཡི་ག་ནེ་སེམས་ཚེ་ན་ང་སེམས་ཕྱུགས་སོ་མ་ཞིག་སྐེས་ཏེ་རག་མཱ་དུ་རི་ནེ་ཀིརྟི་སྤྱིའི་སྒྲིས་ཏེ་འདུག་ཁོ་ངའི་ཕྱིར་རྒྱ་ལས་འཕྲོས་པ་རིགས་རེད་ཁོ་ང་མེད་སའི་སྒྲིས་ཏེ་རྒྱ་གར་ལ་ཐུགས་རྗེ་ཆེ་ཞུས་འདུག་ཀིརྟི་སྤྱིའི་འཕྲོས་པ་དགུ་ནས་ཁོ་ང་སྒྲིས་ཏེ་འདུག་རྒྱ་གར་རེ་ག་ཟུག་ག་ཀོ་ར་ནའི་རྒྱབ་དགའ་ལ་ལ་སིར་ཧྲུལ་ཆེས་ལ་འཇིགས་སྟེན་ལ་རོགས་བཏངས་དེ་ག་ནས་རྒྱ་ག་རེས་བསྐོར་ལ་ཁོང་དགུ་ནས་སེམས་ཟེར་ན་ང་སྲིད་བ་མ་ང་སོང་སྟེ་ནོག

འདས་པོ་ཐོངས་ཏེ་རྒྱ་གར་རི་གྲོང་སྨི་དགུན་ལ་ག་ཙམ་ཞིག་ད་པོ་སོངས་ཏེ་ཡོད་འགྲོ་ཀི་ལོ་མི་ཀྲར་སྟོང་མང་པའི་ཐག་རིང་ང་འཇིགས་སྟེ་ནས་ན་ས་ཐག་རིང་དགུན་ལ་ནས་ཏེ་ཡོད་མཁན་དགུན་ལ་ར་མ་ཡ་ནས་སྐོར་ལ་རྒྱུས་བརྒྱ་ལ་ཡོད་དེ་ནོག་ཁོ་ངའི་སེམས་ཚེ་ཀ

ཅོ་ངེ་ལྷབ་སྐོར་ལ་བྱ་བྱེད་ཚེ་ངེ་སྤ་སྤེ་ཀ་ནས་སྤོ་སྤ་ཐོབ་ཟེ་ཡིན་དེ་ན་ཕི་ཡ་ཁོང་ཇན་བ་རི་ན་ང་ཁོང་ན་ས་བཞི་གི་ཀ་སི་ཀ་སོང་ཟེ་ཡིན་ཨོག་ཀ་བོ་མ་མིག་སལ་འཇིག་འདུག་པིན

འབྲོག་གྲྭ་ར་ཇེན་དར་པར་ས་ཇི་དྲིས་ཀ་ནས་དེབ་ཐོབ་ཁོ་ང་ཤ་རབ་སེ་འདྲ་པར་ཐོབ་སྟེ་ནོག་བདེན་པ་རང་པྲིཡང་ཀ་ཇི་ངེ་ར་ང་ཨི་ཉམས་མྱོང་པོ་གཞན་དགུན་ནང་སྤོ་སྤ་སྐད་ཅུ་ག་ནོག་བྲོ་པ་དགུན་ད་ལོ་ནས་བར་ལ་རྒྱ་ག་རི་ན་ང་རང་བ་ངས་ལོ་སྟོན་བདུན་ཅུ་དོན་ལྔ་པའི་རྫ་དགོ་རྩི་ཆེ་ཟི་ནོག་ཨམ་རིད་མ་ཧ་ཨུད་སབ་དགོ་གཟུགས།

གྲོང་བཞུགས་ཏེ། ཁོང་ངེད་སྐྱེ་གཅིག་གཅིག་རང་ཡིན་པིན། ཁོང་དགུ་ནི་བན་དེ་མ་དྷ་རམ་དང་བྷ་རཱད་མ་ཀྱི་རྗེས་གཟེར་ཡིན། ཀུ་ཅོ་ཏང་ཡིན་ཡོད་པིན། ངས་ཁོང་ཡུལ་དོན་ལ་གྲོང་སྐམ་ཚང་མ་ལ་དད་གུ་བཞུ་ཨད། ཡང་ཁོང་ཀུན་ལ་སྤོས་པར་བརྩི་བ་དང་མཉམ་པོ་དད་དགུ་བཞུད། ངས་རྒྱལ་རམ་བེབ་ལབ་རྗེ་ཐུགས་རྗེ་ཆེ་བཞུད། ཁོང་ངའི་ཨི་གཟུགས་ན་སྐབས་ཤིག་ཡུལ་ལས་བདུན་ལ། ཁྱོངས་དེ་ཡིན་ནོ་དཀའ་བའི་ཨི་ཟམ་བྲོ་བསྡུར་མ་ཆག་ཡིན་ནོ། བཀའ་བཟོ་ཅིག་ཆག་དགོས་ཞེས་བརྗོད་པིན། ངས་བྱེས་པའི་ཡུལ་མི་དགུ་ནས་རྒྱ་གར་རེ་ཁག་ཚང་མ་ནས་ཁྲོམ་ཚང་མ་ནས་གྲོང་ཁྱེར་འགམ་ཡུལ་དགུ་ནས་རང་དབང་འབར་བརྩོན་ཤུགས་ཞན་དང་མཉམ་པོ་ཧྲུལ་བསྟན་པིན་རྒྱ་གར་རེ་ཁག་ཚང་མ་ནས་དབྱི་ཙོག་སི་སྤོ་སྤ་དང་ཁུ་སྤྱན་གུན་སྐེས་ཏེ་ནོག་ག་དགུ་ནས་རྒྱལ་ཁ་བེ་ཧྥི་ཡ་རང་ངས་ཧྲོག་སལ་བསྟན་པིན

ཨིར་ཙིས་ཀན་བིང་ཀན་ཁུ་ཅན་དགོན་ལ་རོགས་ཐར་སྐལ་ཅོ་དགོས། ཨི་ཀ་ནེ། ཕྱིན་བཅུ་གི་ཀ། ཕྱོགས་ཐག་བཅད་ཀན་ཐའོར་ལི་དྲར་གཞིག་སྒྲུབ་བྱེད་ཟིན་ནོ། ངས་ང་རང་ངའི་གཞོན་ནུ་ཁྲོ་པ་དགོན་ལ་ཨི་ལ་སྒུ་ལའི་ཁག་བསྒྱུར་བྱས་སྟངས་ར་ངའི་ན་ང་ཁྱུད་ཡོད་ཀན་མ་ངའི་སང་མ་ང་ལག་ལེན་ན་ང་གྱོང་བྱས་ལ་བཞུ་བ་བུ་ལ་ཨི་བོ་དང་འབྲེལ་ཏེ་ལུར་རྒྱུ་དགུན་ཡོན་ཏན་ལུང་ཁུངས་གསལ་བེབ་སེ་རི་ཀ་ནས་ཐོབ་བཅུག་བཅས་ཟིན་ནོག། ངས་སྤྱིས་པའི་ཡུལ་མི་དགུན་མན་གྱི་སྦ་དེ་ན་ང་ཡུལ་ཁ་དགུན་ལ་སྤྱིས་ཐད་པོ་ཚོ་ར་ནོག་ཨི་བོང་ངེ་ར་ང་མ་ང་ཐུག་རྒྱུ་ཟིན་ནོག་ཨིན་ནང་ང་མན་གྱི་སྦ་དེ་ན་ང་ཚང་མས་ཚང་བདེ་མོ་ང་མ་མང་པོ་ཞིག་རྒྱུ་ཆ་བྱེད་ཞེས་བཤད་སྟངས་སིལ་བྱེད་ལ་ཐོབ་འདུག་ཕྱོགས་གཅིག་ནས་ཉེ་ཆ་ཚང་མ་དང་མཉམ་པོ་འབྲེལ་བྱེད་སའི་སྐབས་ཐོབ་འདུག་སུ་ཞིག་གི་བརྩོན་འགྲུས་སུ་ཞིག་ག་འདོད་པ་སུ་ཞིག་གི་ཡུལ་ལས་ཧྥེ་ཨ་ཅིག་ཇོ་ཇོ་སའི་འདོད་པ་ཨི་ཚང་མ་ང་ཨི་འཕྲོག་ཞུགས་འདུག་ཡང་ཤུགས་སྐྱེ་བཅུག་འདུག། ཧེ་དར་ར་བྷ་དེ་བྷ་ཡན་པ་ལིའི་ནང་ཨེ་ཚོད་མ་མ་འདི་ག་གཟུགས་ག་ཁོ་རང་ངའི་ལས་གན་བཅོས་ནི་ནོག་ཨི་བོ་སིལ་ཏེ་ང་མ་ཐར་པོ་སོང་ང་དང་ཚང་མས་མཐོང་ཏེ་ནོག་ཚོད་མས་མ་འདི་གུ་ནི་ན་ང་རྒྱུ་མཚན་སྣ་ཚོགས་ཤིག་གིས་བཞད་སྟེ་ཚོད་མ་མང་པོ་ཙོག་པོ་ཆགས་ནོག་ཨི་ག་ཚོད་མ་གུ་ནིང་ཨི་འོང་ཨ་འོང་ལ་ཏིང་ཨ་ནོག་ཁྱིམ་ཙ་སྐ་ང་ནོག

དེ་རིང་ཡུང་ཝུའུ་བི་ངེ་ནི་ནོག་ཨིན་ན་ཁྱིམ་མཚེས་ཀ་ནས་རྒྱུ་ནོར་བསྒྱུར་བྱེད་རྩེ་ཐབས་ལམ་མི་ནོག་ཨིར་བ་བཞག་ཏུང་ཕལ་ཅེར་ཀྲན་ཧྲུའི་ཁྱིམ་ས་བི་ང་ནོག་ཡང་ཏའེ་གུན་པླན་ཅི་གི་ན་ང་ས་ག་ནོག་པླན་ནི་ཀ་ནས་བཞག་ཏུང་ཡུན་ནིད་ང་བརྒྱད་ལོག་ཤུག་བི་ང་ནོག་ཡང་ཀེ་ལོ་སུམ་ཅུའི་བ་ཡོ་ཕིལ་འབྲུ་བ་ནོག།

ལྟེ་བའི་གཞལ་ཏེ་ཆུའི་ཙོག་པུ། ཨིའུས་ཨཱུས་ལ་འཕེལ་འདུག་པིན། མཛུབ་མོ་རྒྱས་འདུག་པིན། ཨིན་ནང་སྦ་དྲོ་དེ་མི་གུ་ནིས་ཏེ་ཆུའི་ཙོག་པུ་ནས་ཡོང་གུ་སྤེལ་ཅེ་ཟིན་ནོ། གྲམ་པ་འཇའ་དེ་ཡུལ་ལི་ནང་ང་ཡོད་ཀན། ཆུའི་ཙོག་པུ་ཚང་མ་ཕྱོགས་གཅིག་ག་ཙགས་ཏེ་ཆུའི་ཙགས་དེ་ཡིན་ནོ། ཡང། ཡུལ་ལི་ཞིང་སྦ་དཔའ་གུ་ནིས

དབྱིལ་ལྗོངས་སེར་ཤུགས་ཤིང་གཟེར་དཀར་ནས་ལྕང་མའི་བག་སྤ་ཅོ་ནོག་དེའི་ཧྥེ་ཨ། དབྱིལ་ཤུགས་ཅོ་ཅེ་ཙི་ནང་ཨ་ཅོ་སྨིང་རྫ་གཟིག་ཀོ་ལ་མ་ནོག་ཡང་ཁོར་ཡུག་དང་ཐུན་པའི་ནོག་གཞུང་གཞིག་ཨ། དུ་སུ་མའི་ཐོན་སྐྱེད་དེ་བཞག་སྟེ་རང་ཡུལ་ལས་ཐོན་སྐྱེད་པོ་མི་སྒྲུལ་བྱེད་སླ་ཐུག་ཨིན་ནང་ད་ཨིན་ན་ཡུལ་ལས་སྤྱི་ཚོགས་ཕན་བདེ་ཆགས་སླ་མཛད་ཀན་མགོན་པོའི་ཨི་ལཱས་པོ་དབྱངས་སྐར་བཟོ་བྱེད་རྩིས་འབར་བཙོན་མཛད། འདག་ས། ཨི་རུ་ཨ། ཨཱ་དི་ཝཱ་སི་མི་རིགས་དགུན་ལ། ཚེ་སྤི་དང། ཐོ་བི་ནི་ནོག། ང། ཀེ་རེ་ལ་ན་ང། ན་ཚུལ་ཞིག་མཐོང། ཀ་བེ། ང་དང་དགུན་ལ། རང་ངས་ལཱ་སྒ་ནི་སྐོར་ལ་ཨི་ཏུ་སྐུལ་འདུག་ཀེ་རེ་ལའི་ཀོ་ཏ་ཡ་མི་ན་ང། ནང་བ་བོ་སྐྱོ་མོ་ཡོད་ཀན་མི་གད་པོ་ཞིག་འདུག

ང་དང་མགོན་གཡང་རཱས་པཱན་ཇི་ཀ་ནས་སྐུལ་མ་ལེན་ཏེ་གཙང་སྦྲའི་ཧྥེ་ཡ་རོགས་མཛད་སྒོ་བྱེད་བཞིན་འོག་ངས་བྱེད་པའི་ཡུལ་མི་ཀུན་བཞག་ཁ་ཅིག་གིས་སྔོན་ལ་དེ་བཞག་ཀུན་གཟིགས་དེ་ཡིན་འོག་ཨ་མེ་རི་ཀའི་སཱན་ཧྥེ་རན་ཀི་ཛོའི་ནང་ང་སྦེང་ལུ་རི་བར་ལ་ནོན་སྟོབ་ཧྥེ་ལེད་པོ་རྒྱ་གར་རི་བོ་མོ་བཞི་གིས་ཧྲུལ་དེ་ཡིན་འོག་ཀི་ལོ་མི་ཀྲར་སྟོང་བཅུ་ཚང་མ་ང་སྒྲོལ་ཏེ་ཨི་ནམ་འགྲུལ་བེ་སྤ་ཉིས་བརྒྱ་ལག་བཟའམ་རྒྱ་གར་ལ་ཁྱོང་ཟས་ནོག་ངི་ཇ་གུ་ནི་ཆི་བི་ཇན་བ་རི་པེ་རེ་དེས་སྐབས་ནང་སྟག་བོར་ཏི་ཡོར་འགྲོ་རྒྱ་ག་རེ་ལུང་མ་གི་ནམ་འགྲུལ་ཧྲུལ་ཀན་བུ་མོ་གཉིས་ཤ་རབས་ལ་བོར་ཏི་ཡིན་པིན་ས་ནས་ཀ་ཟུག་ཤིག་ནས་ཡིན་ནང་ཡུལ་ལི་བུ་མོ་གུ་ནིས་ཁག་ལེ་ནི་ནི་ནོག།

ཡང་ཁོང་ངས་རེས་མིལ་བོ་སྦངས་སོང། དེ་ག་ནས་ཡོང་གོ་མི་ཡོང་བཅས་སྤོ། རང་བཞིན་ནས་སྤེ་ར་ཞིག་ཡིན་ནོག། ཡིན་ནང་ཁོང་གི་ནིས་ཕམ་ལ་སི་མ་གནས་ན། ཁོང་དགུན་ཚང་མ་ལོག་སྟེ་ཁོ་རང་ངས་རེས་མིལ་དགུ་ཟུག་བྱོས་བཅས་སེ་ཐག་བཅད། དེ་ནང་ནས་མི་ན་ར་བ་ད་སིས་བུ་མོ་ཚང་མ་དང་མཉམ་པོ་རང་རོགས་སི་ཚོགས་པ་ཞིག་བཙུགས། ཡང་ཚང་མ་ལོགས་སྟེ་པེ་ནེས་བསྡུས། ཡང། པེ་ནེ་ཉུང་ངུ་འཆའ་དང། ཨ་ཇི་བི་ཀ་མི་ཤི་ནའི་འཆར་གཞི་ནང་བཞིན། བེང་ནེ་བུ་ལོན་ལེནས། གཟིགས་སང་བདག་ས་ཁོང་དགུ་ནིས་སྔོན་ལ་ལ་སྤྱོད་བྱེད་སའི་མི་གཤིན་པོ་ཉོས་ཏེ། རཱིས་མིལ་ཧྲུལ་དེ་ནོག། བཞག་ཉུང་ངུ་འཇིགས་ན་ང། ཁོང་ངུ་ནི། སྒེར་མོ་འབུམ་གསུམ་མའི་མི་ཁེ་ལེནས། ཏེ་ཡུང་གེ་ཀ་ནས། མི་ན་ཇི་དང། ཁོང་ངའི་ཁྲོ་པ་ཝུ་ནེས། ཚང་མས་ཚང་སྔོན་ལ། བན་ངའི་བུ་ལོན་སྐོར་བྱས་དང། ཁོ་རང་ངའི་ཚོང་ས་ཡར་སྐྱེད་དང་བཅས་སའི་གྲལ་རིགས་བཅོས་ནས་ནོག། ངས་བྱེས་པའི་ཡུལ་མི་ཀུན་གལ་ཏེ་ངེད་བཞག་དགོན་ལ་འབུ་དལ་ཁ་ནས་སྐོར་ལ་བཤད་ན་ངེད་བཞད་སེམས་ཟེར་ན་ང་ཅིའི་བསམ་པ་འཁོར་བྱེས་རག། རྒྱལ་རབས་ལ་ཐུག་འདོད་འདོད་དཀའ་ནས་དབྱིལ་ལྗོངས་སྤོ་ར་ནས་ལགས་སྨི་སྦའི་དང་མཉམ་སྤོ་རེ་ལེན། ཡང་ཁ་ཅིག་གིས་སུན་དར་དང་ཤན་ཨོར་བྱེས་སྐོར་དགོན་ས་མིན་ཁ་ཅི་ཀ་དབྱིལ་ལྗོངས་སི་ཚ་དཔའ་ཀུན་ཨི་ཏུ་ཡོང་ངིན་ཨིན་ནང་མདང་འདི་རི་ང་དབྱིལ་བ་ཡང་སོ་སོ་ཞིག་ཆེ་འཇིག་གིན་ནོག་ཀ་པོ་ཐད་པོ་ཅང་འཇིག་གིན་ནོག་ཡང་ཀ་པའི་སྐོར་ལ་ང་ད་ངུ་ན་འགར་མེད་ཤེས་དགོས་སྔོན་མ་བཞག་གོ་ནས་རིང་ལ་རྒྱ་མཚི་ན་ང་རྫ་གཅིག་ཚུགས་པ་སྦྲུལ་ཅེ་ཅན Strawberry Festival འགོ་འཛུགས་སོང་ཟེར་ནོག། Strawberry དང་འབུ་འབྲེལ་ཁན་ཟེར་ར་ཅིག། སུ་ཚང་མ་ཧ་ལས་འདུག། ཡིན་ནང། སྤེ་ར་སྤྲང་པོ་ཡིན་ནོག། ད། འབུ་འདེལ་ཁ་ནི་ན་ང། བཞིང་པ་དེ་འདོད་པ་བྷེ་ལི་ནི་ནོག། དེ་ན་ང་གུར་ལིན་སྐྱབས་ལ་ཟེར་ཀ་ནི་བོ་མེ། ལག་ཆེན་མོ་ཡོད་དེ་ནོག། ཁྲོམ་སི་སློབ་སྦྱོང་བྱོ་ཀན། སྒོ་མ་ཨི་བོ་མོ། ཁོ་རང་གི་ཁང་པ་དང་སྟེང་ནས་གཞི་ངས་ཀ་སྤྲོ་བེ་རི་སྟོན་ཏོག་བབས་ཏེ་རྒྱན་བསྲིངས་ན་ང་སྤྲོ་བེ་རི་མིང་ཅན་ཡིན་ནོག་ཟེར་ཀ་ནས་ལོ་གལ་བསྟན། རྒྱན་བསྲིངས་སྤྲོ་བེ་རི་དགའ་སྟོན་པོ Stay at home ཟེར་ཀ་ནས་ལྟ་བ་ཡར་སྐྱེད་བཏང་ང་ནོག་ཨི་དགའ་སྟོན་བརྒྱུད་དེ་བཞེངས་པ་དང་གཞོན་ནུ་དགུན་ལ་རང་རང་ངས་གངས་རྒྱབ་ཀུན་བཏང་ས་སྟོང་དགུ་ནས་ཀ། ཚ་གདང་སྤྲོ་བི་རི་སྦ་ཅད་ཚེ་སྤོ་སྤ་ཡར་ཀད་རྫ་སྟེ་ནས་ནོག། བཟོ་སྟབས་བཟོ་མ་དགུ་ནས་རོགས་སྟང་ཡུལ་ལས་གཞན་ཁག་དགུ་ནས་ན་ངང། དེ་ན་ཙོག་སྦ་བཙོན་འབྲུ་ལས་ནས་ནོག། ཀ་སྤྲོ་བི་རི་ཏུ་ཞི་གི་ཀ། རི་ཀ་མ་ནས་ལྡ་ན་མེད་པིན། ད་བདག་ས་ཀོ་ཅེ་བེ་མེ་ཚེ་ཀང་སྨི་ནས་ནི་ནོག། ཞིང་པ་སྤར་དགུན་ནི་གཡུང་གོ་སྤེ་ལི་ནི་ནོག། ཁྲོ་སྤར་དགུན Strawberry Festival ཙོག་ཙིའི་ལ་ཙིར Innovation ནི Spirit སྤོ་ཏྭ་སྔོན་བཅུ་ག་ནོག་ཉམས་སྤོ་དབྱི་སྦོང་ཐོང་སྟེ་ནོག་ང་ཐ་ངའི་རྒྱལ་ཁ་པའི་ཞིང་པ་དེ་ཁག་ག་གཟུགས་ག་བཟོ་ཐབས་སོ་མ་ལེ་ནི་ནི་ནོག་ཁྲོ་སྤར་དགུན། ཞིང་པ་སྤོ་ཏུ་སོ་མ་བསྒྱུར་བཅུག་ཅེས་ལ་བཞུགས་ངའི་བློ་ཐག་ལྕགས་སྟེང་ནོག་གཡང་ལ་སིར་མང་པོ་ཞིག་ཧྲུ་ལེ་ནི་ནོག་གཞུ་ངེར་བཙུར་འདུག་ད་རུང་ངང་ཆད་མེད་ལ་ལུས་ཤེས་ཟིན་ནོག་ངས་བཅས་པའི་ཡུལ་མི་ཀུན་བཞག་ཁ་ཅིག་གིས་སྔོན་ལ་ང་བི་དེའུ་ཞིག་མཐོང་དེ་བི་དེའུ་བོ་པ་ཤིམ་བང་ག་ལའི་བེསད་མ་དན་པུ་རི་ནང་ང་ཡོད་ཁན་པིང་ལ་སྒམ་ཡུལ་ལས་རི་མོ་བྲིས་ཁན་སར་མི་བདེ་ནི་ཡིན་ནོག་ཁོ་ངས་ར་མ་ཡ་ནི་ཀ་ཅོ་ཁ་ནས་པན་སྟེང་འབུམ་གཉིས་ལ་བྲིས་ཁང་པའི་ཀརྟྷ་པོ་སྔོན་བཅུག་སྟེང་ནོག། ཡི་ག་ནས། སྒམ་ཡུལ་པ་མང་པོ་བཞི་གང་ཐད་པོ་སོང་སྟེང་ནོག། ཨི་བི་རི་ཡོ་བོ་ལྟ་སྟེ་སྟེང་ནས་ལྔ། ཨི་སྐོར་ལ་མ་ལྔ་ཧ་གོ་ཅི་སི་དོད་པ་སྐེས་ལྔ་པ་ཤིམ་བང་གལ་དང་འབྲེལ་ཏེ་ལ་སྒུལ་བརྒྱ་ལ་བཞི་གའི་སྐོར་ལ་རྒྱུད་སོང། ཀ་བའི་སྐོར་ལ་ཉི་བཞག་ཞག་ཉིན་རག།

ཡིན་ན་གཟུགས་ཀྱི་ལྟ་ཁུངས་ཨིན་ཇི་ནི་རེ་ངའི་ཁ་གི་ནང་ང་ཡིན་ནོག་པ་ཨིན་ནང། བུད་ཁ་ནིལ་རྫ་ཁ་ཅིག་གི་ནང་ང། ཁོ་ངའི་པལ་ཏྲ་ཅི་ཏྲར་གཟུགས་ལབ་ཅེས་སྒོ་གཟུགས་བྱོས། ཡང་དེ་ནང་ང་ཐར་ཀེ་ལུས་དེ་ནོག་ཨིན་ནང། ངེད་རང་ང་ཐུག་རྒྱུས་ཡོད་ད་ཁོ་ངའི་པེན་ཀ་རོ་ཅོས་དེ་ཡིན་སོབས་སྟྲོ་ནི་ཀ་ཀོ་ལིས་ལ་ཆ་སེ་ལ་མེ་ཀ་བ་གི་ཤྲི་ཡིས་སོབས་སྟྲོ་ཐོབ།

པིན་ཇོ་ཅེས་སྒུ་ཟུག་ཅོས། ཁུ་ངའི་ཨི་ཨ་རི་ཀ། བག་ཤོ་བང་ཏྲ་ཏིག་ཅོ་ཅེས་ཡིན་ནོག། ཞག་ཁ་ཅིག་གིས་སྔོན་ལ། སུ་བཱཤ་བ་བུ་ནི་སྐེ་ཞག་ཨེ་ཀ། བ་གའི་ཤི་རི་ཏེ་བི་ཀ་ཁུ་ང་ཏཱ་དགུ་བཞུས། ངས། ཁུ་ང་ཡུང་ཅེ་ཤ་ནི་ཏུ་སི་ན་ང་ཙུན་དྲུ་སྒུན་ལ་ཨིས་མོན་བཟང་པོ་སྔོན་ཅུ་ག། ཨར་གཏང་ཀོ་ལར་བརྒྱུད་དེ། སོ་མ་མང་པོ་ཞིག་ལབ་ཉན་ཅེས་ཡིན་ནོག། ཅོ་ཉན་ཅེས་ཡིན་ནོག།

སྒམ་གཡུ་ལས་ཕྲུ་གུ་དགུན་ལ་ཕན་ཐོགས་ཆེན་མོ་སླེབས་པའི་འཇིགས་སྟངས་ཡིན་ནོ། ངས་དབྱི་ཙོག་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཨ། ཀ་དགུ་ནི་དབྱི་ཙོག་སྲིད་བཙོན་འགྲོ་དགོན་དང་འབྲེལ་ཏེ་ཡོད། ངས་བྱེས་པའི་ཡུལ་མི་དགུན་རྒྱ་གར་ནས་ཀི་ལོ་མི་ཀྲར་སྟོང་མང་པའི་ཐག་རིང་ང་རྒྱ་མཚོ་ཆེན་མོ་དགུན་སྒོམས་ཏེ་རྒྱལ་ཁབ་ཅིག་ཡིན་ཨོ་ཀ་བའི་མི་ང། སྤྱི་ལེ་གཞོན་ཨོ། རྒྱ་གར་ནས་སྤྱི་ལས་ལེབ་ཅིས་ལ་དུས་མང་པོ་སྒོ་ར་ནོག། ཡིན་ནང་རྒྱ་གར་རེ་ཤི་རི་གའི་དྲི་བཞིན་དུས་རང་དུས་མང་པོས་སྔོན་ལ་ལེབས་སུ་ཡོད་དེ་ཡིན་ནོག། ཡང་སྤེ་ར་ཁག་ཅག་འཇིག་དབྱི་བོ་ཡིན་ནོག། ཡིར་བ་ཡོག་མ་ཧྲན་ཏེ་སྐ་ཏྲག་ཅན་ཡོད་དེ་ཡིན་ནོག། ཉེ་རང་ང་དབྱི་བོ་ཐད་པོ་ཆེན། སྤྱི་ལས་རྒྱལ་ཚ་སན་ཏི་གོའི་ནང་ང་ཡོག་སློབ་གྲྭ་སུམ་ཅི་སང་མ་ང་ཡོད་དེ་ནོག། ཅི་ལི་ན་ང་འཛམ་གླིང་སྤྱི་ལྡ་ནས་ཡོ་གའི་བཞག་ཐད་པོ་དང་མཉམ་པོ་རྩི་ཡ་ནོག། House of Deputets ནང་ང་ཡོག་དང་འབྲེལ་ཏེ་ངར་ཤུགས་སྟང་ཐད་པོ་ཅ་ནེ་ནས་སྟང་ལུ་སིན་ཡོད་ཀ་ནས་སྐོར་ལ་ང་ཤ་ད་རག

ནད་བེམ་རེད་ཚེ་བཞི་པོ་ཨི་གཟུགས་བཅས་ཡིན་ནོ། གཅིག་སྟོང་དགུ་བརྒྱ་དྲུག་ཅུ་རག་གཉིས་ནད་བེམ་རེད་ཚེ་བཞི་བཞག་ག་ཡོ་གའི་གཙོ་ནར་དང་པོ་ཧ་ཇོ་ར་ཧྥལ་ཨི་སྟ་རོས་ཨི་བཙུགས་སྟེ་ཡིན་པིན་ཨི་བཞག་པོ་ནེ་ཞི་ནལ་ཡོ་ག་རེད་ཁབ་སྟྲག་བཅོས་སྟེ་ཨི་སྟ་ར་ད་དགུ་བཞུ་བ་ནོ། ཅི་ལི་པར་ལི་མེན་བརྒྱུད་དེ་ཨི་བོ་མིག་ས་ལེ་རྩི་བ་ཡིན་ནོ།

Toll Plaza Waiting Time ཉུང་ངུ་འཆར་བྱེད་ནི་མོ་ཏོར་འཁོར་ལེ་ས་སྣོད་མི་སྣ་ངང་ཧྲིལ་ཐབས་འཆར་བྱེད་ཡིན་ནོ། ཨི་ཀ་ནི་རྒྱལ་ཁ་བའི་ཁྲོམ་མི་དབུས་ནས་པེ་ནེ་ཀིར་མོ་བྱེ་བ་སྟོང་ཉི་ཤུ་ཟག་ཞིག་ཧྲིལ་ཐབས་འཆར་བྱེད་སའི་ཚོ་དེ་ནོ། ཡང་ན་པེ་ནེ་ཧྲིལ་ཐབས་དང་ཏུ་སི་ཧྲིལ་ཐབས་ངས་ཚང་མ་ལ་ལམ་སྟོན་དང་སྐར་སྤེལ་དུ་ཡོད་མཁན་ནང་བཞིན་སྒྲུལ་བྱེད་ལ་བཞུ་བ་ཕུལ་ལ། རང་ངས་ནང་རྟགས་འབོར་ཡང་གཞན་མའི་ཤོག་ཨང་སྐྱོ་བ་མཛད། ངས། གཅེས་པའི་ཡུལ་མི་ཀུན། ང་ལྟ་ངའི་དབྱེར་བ་གཟེར་ཆེ་ཞིག་ཡོང་འདུག། རྒྱལ་བིན་དུ་ནི་བ་དན་སྐམ་ཤ་བུར་བས་ཏི་གར་དོན་རྟགས་པོ། ཐིགས་པ་རེ་རེ་ཀ་ནས་ཟ་མ་གང་ཨ་ནོག། ང་ལྟ་ངའི་བརྩོན་འགྲུས་རེ་རེ་ཀ་ནས། ང་ལྟ་ངའི། ཁ་ཟླའི་མཆོད་སྐམ་པོ་སྒྲུབ་ཨ་ནོག། དེ་ཧྥེ་ཨ། ཉིས་སྟོང་ཉི་ཤུ་ཟག་བཞི་ཀའི་ཀ་གཟུགས་དམིགས་ཡུལ་གཞིགས་ཉམས་པོ་དང་ངའི་དགུ་གཟུགས་ཇོས་སྐྱེས་པོ་ང་དང་ཚང་མ་ལོགས་སྟེ་འདྲ་འདྲ་བྱོས་བྱས་ཟིན། སྐྱོ་དང། ང་དང་ཚང་མ་ལོགས་སྟེ་ད་ལོ་ཀུ་རོ་ན་མེད་སྐམ་བྱོས་བྱས་ཟེར་ཧྥེ། ང་དང་ངས་རང་རང་ངའི་ཕྱོགས་ནས་ལ་ཚིག་ཧྲུལ་ལེན། ངས་རང་ངས་རང་ངས་བཞུ་ལོན་ངས་རང་ངས་ཨ་དྲི་ཨ་ཀར་མེད་དཀའ་ལས་མཇུག་ས་རྫ། རྟིང་མལ་རྫས་ན་ང་ང་དང་ཡང་སྐྱར་ཐུག་གིན། ཡང་སྐྱར་འཇལ་ལིན། ཐུགས་རྗེ་ཆེ།